སོ་སོ་གཏན་ནས་སྦྱར་མི་རིགས་པའམ། དཔེ་འགའ་ཞིག་ལ་སོ་སོ་སྦྱར་བ་ལས། ལ་ཡིག་གཏན་ནས་སྦྱར་མི་དགོས་པའི། ཁྱད་ལྡན་གྱི་རྒྱུ་མཚན་ཞིག་ནི་རྩར་ཀྱང་ངེས་པར་མི་འགྱུར་སྙམ། བ་ལྟ་འདི། རྣ་ལམ་དུ་གཅིག། ཉན་བདེ་མི་བདེ་འདྲ་པོ། གོ་བདེ་མི་བདེ་འདྲ་པོ་མང་པོ་ཅི་ཡིན་སྐོར་དེ་དེ་གོམས་སྲོལ་རེད། མི་ཚེ་སུམ་ཅུ་པའི་རིག་པའི་གཞུང་ལུགས་ཀྱི་ནང་ནས་བཤད་ན། འགའ་ཞིག་ཆོག་ཡ་དང་འགའ་ཞིག་མི་ཆོག་ཡ་གི་རྒྱུ་མཚན་རྩ་བ་ནས་རྩར་ཀྱང་མི་ངེས་པ་ཞིག་རེད། དེ་ལྟར་ཡིན་པའི་དབང་གིས་གོང་དུ་ལས་སུ་བྱ་བའི་དཔེར་བརྗོད་ཁ་ཅིག་དགོས་པས་སུ་སོགས་ལ་དོན་གྱི་རྐྱེན་རྣམས་ཀྱི་ཚབ་ཏུ་བརྡ་ཡིག་ཁྱབ་མཉམ་དུ་འཇུག་པར་མ་ཟད། ཀུན་གྱི་རྣ་བར་འཇུག་ཚུལ་དེ་བདེ་ཞིང་སྙན་པའི་སྣང་བ་ཞིག་ཀྱང་འཆར། དེའི་རྒྱུ་མཚན་ནི་བོད་ཀྱི་ཡུལ་ལུང་ཕལ་མོ་ཆེའི་སྐད་ཀྱི་ནང་དུ་ལས་སུ་བྱ་བའི་དོན་གྱི་ལ་དོན་གྱི་རྐྱེན་ནི་ལ་ཁོ་ནས་སྟོན་པ་མེད། སུ་སོགས་སྦྱར་སྲོལ་མེད་དེ། ད་ངོ་ནས་བཤད་ན་ང་རང་ཚོའི་བོད་ཀྱི་ཡུལ་མོ་ཕར་མོ་ཆེ་གཅིག་ལ་ལྟོས་ནས་བཤད་ན་རེ་བ་ཕལ་སྐད་ཀྱི་ཐོག་ནས་བཤད་ན། ཨ་ནེ་ནམ་ཡིན་གཉིས་པ་ལས་སུ་སྦྱར་བའི་ལ་དོན་འདི་ཕལ་སྐད་ཀྱི་ནང་ལ་ཡོག་རེད་བས་ཟེར་ན་དེ་ཏན་ཏན་ཡོག་རེད། རེད་དེ་དེ་ནས་ཨ་ནེ་དེ་ལ་ལ་རྐྱང་རྐྱང་སྦྱར་བ་མ་གཏོགས་དེ་ནི་སུ་ཟེར་ཡང་འདྲ་པོ་རུ་ཟེར་ཡང་འདྲ་པོ་ར་ཟེར་ཡང་འདྲ་པོ་དེ་འདྲའི་སྦྱར་བའི་སྲོལ་དེ་ཨ་ནེ་མེད་པ་ཞིག་རེད། ལ་ལས་སུ། ལ་དོན་པ་ལས་སུ་སོགས་སྦྱར་སྲོལ་མེད་དེ་དཔེར་ན།

སེང་གེ་གཏན་ནས་མེད་པ་ཞིག་རེད་མི་ཟེར་བ་སོགས་ཀྱིས་མཚོན། ད་རེ་རེ་བཞིན་དུ་བཤད་དགོས་ཡོད་མེད་དུ་དེ་འདྲི་ཞིག་རེད་རེད། མདོར་ན། བོད་ཀྱིས་ཕལ་སྐད་དུ་ལས་སུ་བྱ་བའི་ལ་དོན་གྱི་རྐྱེན་ལ་ཟེར་ཏེ་ད་ནམ་ཡིན་གཉིས་པ་ཟེར་ཕལ་སྐད་ཀྱི་ནང་གི་ནམ་ཡིན་གཉིས་པ་ལ་ང་ཡིས་ཁོ་ན་སྦྱར་བ་ཡིན་ཞིང། བྱས་ཙང་དེ་འདྲའི་ཤེས་བཞིན་ཐལ་དེའི་དབང་གིས་ཡི་གེའི་འགྲོ་སྐབས་སུའང་ང་ཡིས་ཁོ་ན་འཇུག་བདེ་བ་དང། སུ་སོགས་རྐྱེན་གཞན་རྣམས་འཇུག་བདེ་མིན་ལྟ་ཇི་རིགས་པ་ཟེར་ཏེ་སྣ་ཚོགས་པ་ཟེར་གི་ཨ། ལ་སོགས་པ་ཡོད་པས་དེ་ནི་འཆར་སྣང་གི་ལྗོངས་རེད། རེད་བ། དེ་རྣམས་ཀྱི་ནི་དེ་ནི་དོན་འདི་བག་ཆགས་དེ་དེ་ནི་གོམས་པ་གོམས་པའི་བག་ཆགས་དེ་ཤུགས་ཆེ་ཆུང་ཁོ་རང་ལ་རག་ལས་ཀྱི། གཞན་དོན་ཟེར་དུས་དེ་འདྲས་མིན་ན། གོང་དུ་བཀྲ་ཤིས་ཀྱིས། བཀྲ་ཤིས་སུ་བཤད་པ་བཞིན་ལྷ་ས་རུ་འགྲོ། ལྷ་ས་རུ་འགྲོ་བའི་བཞིན་མདའ་འབེན་དུ་འཕེན་གྱི་ཡིན་ཞེས་བརྗོད་ཀྱང། རེད་བ། བཀྲ་ཤིས་སུ་ལ་བཤད་པ་ཡིན་ཚེ་བཀྲ་ཤིས་སུ་བཤད་པ་ཡིན། ག་བ་འགྲོ་གི་ཡིན་ཟེར་ད་ས་རུ་འགྲོ་གི་ཡིན་ཟེར་ད་ག་བ་འཕེན་གི་ཡིན་ཟེར་འབེན་དུ་འཕེན་གི་ཡིན་ཟེར་བརྗོད་ཀྱང་དེ་ལྟ་ནི་མི་འཐད་ཅེས་སུ་ཞིག་གིས་སྨྲ་ངེས། རེད་བ། དེ་སུམ་ཅུ་པའི་གཞུང་དང་མཐུན་པ་ཞིག་རེད་ཟེར་མ་མཐུན་པ་ཞིག་མ་རེད། ཡིན་ནའི་དེ་འདྲའི་བཤད་མཁན་དེ་ནི་ཧ་ལམ་མེད་པ་འདྲ་བོ་ཞིག་རེད། དེ་ཅིག་བཤད་པ་ཡིན་ན་ད་རྣ་ལམ་ལ་ཉན་མ་བདེ་བ་འདྲ་ཅིག་དེ་ཡོང་ཡ་དེ་ག་རེ་རེད་ཟེར་ན། ད་ཕལ་སྐད་ཀྱི་ནང་ལ་དབང་ཡ་ནམ་ཡིན་གཉིས་པ་ཚང་མ་མདའ་ཡིག་རེད། རབ་ཏུ་བསམ་ཚེ་ལེགས་སོ་བྱ་བའི་ལ་དོན་གྱི་རྐྱེན་ནི་བོད་ཀྱི་སྐད་ཡིག་གཉིས་ཀར་ལ་ཉིད་ལས་སུ་སོགས་གཞན་རྣམས་ཡོད་མེད་གཉིས་ཀ་རང་དབང་ལྟ་བུ་ཞིག་མ་ཡིན་ནམ། ད་སུ་དང་རུ་དང་ར་སོགས་དེ་ནི་ཡོད་ན་ཡང་འགྲིག་པ་མེད་ན་ཡང་འགྲིག་པ་འདྲ་ཞིག་དཔེར་ན་བལ་སྐད་ལ་གཏུགས་ནས་བཤད་ན་ཟས་རེད་ད་མ་གཏོགས་ལ་གཅིག་པོ་མ་གཏོགས་དགོས་མཁོ་མི་འདུག་ཟིག་བཤད་པའི་དོན་དག་མ་རེད་བལ་སྐད་ལས་རེ་བ་ཨ། བསམ་བློ་བཏང་ན་དེ་འདྲ་ཞིག་མ་རེད་བས། འོན་ཀྱང་ཡིན་ན་ཡང་ལས་སུ་བྱ་བའི་ནང་གསེས་དེ་གཉིས་ཀྱི་དོན་ལ། དེ་ནི་ལ་ང་གཉིས་འཇུག་མིན་སྐོར་ཟེར་ཏེ་འཇུག་དང་མི་འཇུག་གི་སྐོར་སྔོན་གྱི་འགྲེལ་བཤད་མཁན་དག་གིས་དཔྱད་པ་མང་དུ་མཛད་ཟིན་པས། ད་སྔོན་གྱི་ང་རང་སོགས་བོད་ཀྱི་མཁས་དབང་རྣམ་པས་ད་གཅིག་ན་ལ་གཉིས་ལ་དོན་ལ་འཇུག་དང་མི་འཇུག་གི་སྐོར་དེ་ལ་ད་དཔྱད་པ་མང་པོ་ཅིག་མཛད་ན་འགྲུབ་པ་རེད་རེད་བ། ནི་གྲུབ་ཟིན་འགྲུབ་པ་ལ་དགོས་པ་གལ་མི་འདུག། མཛེས་པའི་འདིར་མི་སྤྲོའོ། གོང་ཟུར་གྱི་དབང་གི་འཇུག་པ་བདེན་མིན་གྱི་གནད་དོན་འདི་ནི། ད་རང་གཅིག་གང་རག་སོ། སྐད་ཀྱི་ནང་གི་གོམས་ཟུར་གྱི་དབང་གི་དེ་ནི་ཁ་ཤས་འཇུག་པ་བདེ་བ་འདྲ་བོ་ཁ་ཤས་མི་བདེ་བའི་སྣང་བ་ཤར་བའི་གནད་དོན་འདི་ནི་ལས་སུ་བྱ་བའི་སྐབས་སུ་དེ་ལྟར་ཡིན་པ་ཙམ་མ་ཟད། དེ་ལྟ་རེད་དང་པོ་རྣམ་དབྱེ་གཉིས་པ་ལས་སུ་བྱ་བ་ཡིན་ཙང་དེའི་སྐབས་སུ་བཤད་པ་རེད་མམ་དེ་གཅིག་པོ་གི་ཚད་ཀྱི་མ་རེད། མཁྱེན་གྱུར་ནད་གཞི་སྟོན་པའི་སྐབས་སུའང་དེ་ལྟར་རྨང་དུ་འབྱུང་བ་འོག་ཏུ་བཤད་པར་བྱའོ།

ལ་སྒོ་ཕྱེས་ཟེར་ནས་རེད། ཁྱེད་ཀྱི་བྱ་བའི་དོན་ལ་འཇུག་པ་ནི། དོན་ལ་ག་རེ་འཇུག་པ། དོན་ལ་ཨ་ནི་ལྷ་དོན་བདུན་པོ་འཇུག་པ། འདིའང་ལས་སུ་བྱ་བའི་དོན་དང་འདྲ་བར། འདིའང་ཟེར་ཏེ་ནམ་དབྱེ་བཞི་པ་འདིའང། ནམ་དབྱེ་གཉིས་པ་ལས་སུ་བྱ་བའི་དོན་དང་འདྲ་བར། བྱེད་པོ་གང་གིས་བྱ་ཡུལ་གང་ལ་བྱ་བ་བྱེད་པའི་ཆ་ནི་འདྲ་ཡང། དེ་གཅིག་པ་གཅིག་རྐྱང་རེད། བྱེད་པ་པོ་ཡོད་པའི་ཆ་ནི་འདྲ། བྱ་བའི་ཡུལ་ཡོད་པའི་ཆ་ནི་འདྲ།

འདི་དག་རང་རེད། ཞར་ནས་འགྲོ་བའི་བྱ་བ་འཇུག་པའི་ཡུལ། དེ་ཡང་དག་རེད་རྩོད་མེད་རེད། དུས་ནམ་ཡིན་གཉིས་པའི་རྐྱེན་དེ་ཡང་རྩོད་མེད་རེད། འགྲོ་ནས་བྱ་བར་ངུ་དེ་ཡང་རྩོད་མེད་རེད། འདི་སྐབས་འགྲོ་བྱ་དང་འགྲོ་བ་པོ་གཉིས་ཀ་བཀྲ་ཤིས་ཉིད་ཡིན་པས་བྱ་ཚིག་འདི་རིགས་ལ་བྱ་བྱེད་ཐ་མི་དད་པ་ཟེར་དེ་ཡང་རྩོད་མེད་རེད། ད་དེ་རེད། བྱ་ཚང་ཨ་ནི། སྒྲ་ཞིག་ཤར་ཏེ་འགྲོ། དེ་ན་རིག་ཉིད་པ་གཅིག་ཅེས་པ། ཞིང་ལ་ས་བོན་གདབ། ལྟ་བུའི་ཞིང་ནི་ས་བོན་གདབ་པའི། སྦྱར་བའི་ཡུལ་རོ་ཅི་བརྩོན་མེད། ནང་ནི་རྣམ་གཡེང་གཉིས་པའི་རྐྱེན། ས་བོན་ནི་ད་ས་བོན་དེ་འདིར་ད་བཏང་ཆོས་སྐུ་བྱ་ལ་ཞིག་རེག་ཚར་རེ་བ། ས་བོན་ནི་བྱ་བྱེད་ལས་གསུམ་གྱི་ཟླས་ཕྱེ་བའི་ལས་དང་དངོས་པོ་བདག་གཞན་གཉིས་སུ་ཕྱེ་བས་གཞན། འདབ་ནི་བྱ་བ་རུང། འདི་སྐབས་འདབ་བྱ་ས་བོན་དང་འདྲེས་པ་པོ་མི་ཡིན་པས། བྱ་ཚིག་འདི་རིགས་ལ་བྱ་བྱེད་ཐ་དད་པ་ཟེར། འོ་དེ་ལས་ད་ལྟའི་བར་ནང་ངེས་གཉིས་པའི་དཔེར་བརྗོད་གཉིས་བཞག་པ་རེད། དང་པོ་དེ་བྱ་བྱེད་ཐ་མི་དད་པའི་རྣམ་དབྱེ་གཉིས་པ་ཞིག་དང་གཉིས་པ་དེ་བྱ་བྱེད་ཐ་དད་པའི་རྣམ་དབྱེ་གཉིས་པ་ཞིག་བཞག་དཔེར་བརྗོད་གཉིས་བཞག་ད། བློ་བཟང་གིས་ཟློས་གར་ལ་ལྟོས་ལྟ་བས་ཡང། ལོ་བཟང་གི་གདུགས་དཀར་ལ་ལྟེ་ཡི་ལྟ་བུའི་ལོ་བཟང་ནི་ལྟ་བ་པོ་གམ་བྱེད་པ་པོ། གདུགས་དཀར་ནི། བལྟ་བར་བྱ་བའི་ལས་དེ་བལྟ་བར་བྱ་བ་དེ་ལ་སྔོན་འཇུག་བ་དེ་འཆད་པ་རེད་ཨང། སྔོན་འཇུག་གི་བ་དགོས་པ་རེད་བལྟ་བར་བྱ་བའི་ལས། བལྟ་བར་བྱ་བའི་ཡུལ། རེད་བ། དེ་ཚེ་རྩོལ་མེད་ལ་ནི་རྣམ་དབྱེ་གཉིས་པའི་རྐྱེན་དེས་ནི་སྦྱར་བར་ངོ། འདི་སྐབས་ལྟ་བྱའི་གདུགས་དཀར་དང་ལྟ་བ་པོ་ལོ་བཟང་གཉིས། ཐ་དད་པའི་བྱ་བྱེད་ཐ་དད་པ་ཡིན་མོད། ཡང་དག་འདི་བཞེངས་ལ་ས་བོན་འཛབ་དང་འདི་གཉིས་གཉིས་ཀ་ཟློས་སྐྱོན་འདྲ་ཟིག་ཆགས་སོང་བས་ཟེར་ན། གོང་གི་ཤིང་ལ་བཞེངས་ལ་ས་བོན་འཛབ་དང་འདི་གཉིས་མི་འདྲ་ས་དེ་མི་འདྲ་བ་ནི། བཞེངས་ལྡབ་ཡུར་ཡིན་པ་ལས་ལྡབ་བྱ་མིན་པ་དང། རེ་བ་ཞིང་ཁ་དེ་ས་བོན་འཛབ་སའི་ཡུར་རེད་མ་གཏོགས་ལྡབ་བྱ་གི་ས་བོན་དེ་མ་རེད་པ། འོ་དེ་ཡང་རྩོད་མེད་རེད་བ། ལྡབ་བྱ་དེ་ག་རེད་ལྡབ་བྱ་ནི་ས་བོན་ཡིན་ཞིང།

བྲིས་པ་ལ་ལས་ལས་དང་བྱ་ཡུལ་དོན་གཅིག་སྟེ་དེ་སྟེ་བྱ་བའི་ཡུལ་ཞེས་བྱ་བ་བྱེད་པར་སྟོན་པ་ནི་གཉིས་པ་ལས་སུ་བྱ་བ་སྟེ་ཞེས་གསུངས་པའི་དགོངས་དོན་ཡང་གོང་གི་གདུགས་དཀར་ལ་ལྟོས་དང། དེ་བ་གདུགས་དཀར་ལ་ལྟོས་སུ་ལས་དང་བྱ་ཡུལ་དོན་གཅིག་ཆ་གསུམ་མ་དང། ཞེས་གསུངས་པའི་དགོངས་དོན་ཡང་གོང་གི་གདུགས་དཀར་ལ་ལྟོས་དང་ད་དུང་གཡོག་རེས་སྒྲ་ལ་ཉན། དྲི་ལ་སྣུམ། རྟ་ལ་ཞོན་སོགས་འདི་རིགས་ལ་དགོངས་ནས་གསུངས་པ་ཡིན་སྙམ། ད་འོན་ཀྱང་ལས་དང་བྱ་ཡུལ་དོན་གཅིག་པར་ད་ནི་ལ་དོན་འཇུག་པ་འདི་རིགས་ནི་ཤིན་ཏུ་ཉུང་བ་ཡིན་པ་ལ་ཤེས་དགོས། ད་ལས་དང་བྱ་ཡུལ་དོན་གཅིག་དེ་གསུངས་ཡོད་རེད་ལ་དེ་ཡི་དངོས་དོན་ཡང་དེ་འདྲ་ཞིག་རེད། རེད་དེ་ད་འདིའི་རིགས་དེ་ནི་ད་བོད་ཡིག་གི་ཚིག་སྦྱོར་ནང་ན་ཧ་ཅང་གི་ཉུང་ཉུང་ཅིག་ད་གྲངས་ཀ་བརྒྱབ་ན་གྲངས་ཀ་ཐེ་ཡ་དེ་འདྲ་ཞིག་ཡིན་པ་དེ་ཤེས་དགོས་རེད། ད་ལ་དོན་རྣམས་ཁྱད་དུ་བྱ་བའི་དོན་ལ་འཇུག་པ་ནི་སི་ཏུས་འགྲེལ་ཆེན་ལས། ད་ལྟའི་གོང་དགུ་སྟེ་ནང་བའི་གཉིས་པའི་དུས་ཀྱི་ཨ། ཟུར་ཚིག་འགྲེལ་ཆེན་འདི་བྱ་བ་གང་ཞིག་བྱ་བའི་དོན་གྱི་ཡུལ་དེ་ལ་ཕན་གདགས་པའི་ཆེད་དུ་འཇུག་པའི་ལ་དོན་དྲུག་པོ་རྣམས་ནི་རྣམ་དབྱེ་བཞི་པ་ཡིན། ད་ལྟའི་གསུངས་ཡོད་ཀྱི་ཨ། ཟུར་ཚིག་དཔེ་ཆེན་གྱི་རྣམ་དབྱེ་བཞི་པའི་ཐུན་མོང་མ་ཡིན་པའི་ཁྱད་ཆོས་འདྲ་པོ་དེ་བྱ་བ་གང་ཞིག་ཟུར་ཚིག་དག་ལས་ཀ་གང་ཡང་རུང་བ་ཞིག་བྱ་བའི་དོན་གྱི་ཡུལ་ཟེར་ཡོད་ཀྱི། བྱ་བའི་ཡུལ་ཟབ་བྱ་བའི་དོན་གྱི་ཡུལ་གཉིས་འདྲ་བའི་དབང་ངམ། བྱ་བའི་ཡུལ་ལ་ཕན་པ་དང་བྱ་བའི་དོན་གྱི་ཡུལ་ལ་ཕན་པ་གཉིས་འདྲ་བའི་དབང་ངམ། བྱ་བའི་དོན་གྱི་ཡུལ་དེ་ལ་ཕན་གདགས་པའི་ཆེད་དུ་འཇུག་པས་དེ་ནི་ལ་དོན་གྲུབ་པོ་རྣམས་ལ་རྣམ་གཡེང་བྱེད་པ་ཡིན་ཞེས་གསུངས་པས་བྱ་བའི་དོན་གྱི་ཡུལ་ཞེས་པ་ནི་ལས་སུ་བྱ་བའི་སྐབས་ཀྱི་བྱ་བའི་ཡུལ་དང་མི་འདྲ་སྟེ། ཡང་དག་འདིར་རྣམ་གཡེང་གཉིས་པ་ལས་སུ་བྱ་བ་དེའི་སྐབས་ལ་ཨ་ནི་དོན་ལེགས་སུ་བྱ་བའི་སྐབས་ཀྱི་བྱ་བའི་ཡུལ་ཞེས་བ་ཤར་ཕྱོགས་སུ་འགྲོ་ཟེར་དེ་ཤར་ཕྱོགས་ཤར་ཕྱོགས་བྱ་བའི་དོན་གྱི་ཡུལ་མ་རེད། བཞེངས་ལ་ས་བོན་གདབ་ཟེར་ན་བཞེངས་དེ་དོན་བྱ་བའི་ཡུལ་རེད་མ་གཏོགས་བྱ་བའི་དོན་གྱི་ཡུལ་མ་རེད། བྱ་བའི་དོན་གྱི་ཡུལ་ཞེས་པ་ནི་ལེགས་སུ་བྱ་བའི་སྐབས་ཀྱི་བྱ་བའི་ཡུལ་དང་མི་འདྲ་སྟེ། གཏན་ཚིགས་འདྲེན་པའི་བདག་རྗེས་ཀྱི་བདག་གཏན་ཚིགས་ག་རེ་ཡོད་ཟེར་ན་དཔེར་ན། ཤིང་སྐྱོད་དུ་འགྲོ་ཞེས་པ་ལྟ་བུར་མཚོན་ན། ཤིང་དེ་ག་རེ་རེད་འོ་ན།

འགྲོ་བའི་བྱ་བ་ནི་སྤྱོད་པའི་དོན་དུ་ཡིན་པ་ལས་ཤིང་གི་དོན་དུ་མིན་པས་སོ། དཔེར་བརྗོད་འདི་རིགས་ནི་རྣམ་དབྱེ་བྱེད་པའི་སྒོ་ཕྱེ་ཡིན་པར་གསུངས་པ་དང། ཨོ་ད་སི་ཏི་པཎ་ཆེན་གྱི་དགོངས་པ་དེ་དེ་འདྲི་ཞིག་རྣམ་དབྱེ་བྱེད་པའི་སྟེང་ནས་ངོ་འཛིན་ཏེ། ཤིང་སྤྱོད་དུ་འགྲོ་ཟེར་ཏེ་ཤིང་དེ། ད་ལྟ་བྱ་སྤྱོད་ལས་གསུམ་གྱི་ནང་ནས་ལས་དེ་རེད་བ། སྤྱོད་དེ་ག་རེ་རེད་ཟེར་ན་ད་ལྟ་རིང་འདིའི་སྐབས་སུ་རེད་བ།

འོ་དེ་ནས། ངོ་མ་བད་ཅིང་མི་ཚུགས་གྲོ་བན་ཞོན་དུ་བཞུགས་པའི། ཨེ་ནི་མཁས་པ་ཆེན་པོ་བསྟན་པ་རྒྱ་མཚོ་ཟེར་དེ་ང་རང་དང་མཇལ་མ་མྱོང། ད་ཁོང་གིས་དོན་བརྩམས་པའི་སུམ་རྟགས་ལས་ལ་དོན་གྱི་གནད་དོན་འགའ་ཞིག་བྱིས་པ་དེའི་ནང་ལ་དེ་འདྲས་སུ་སོང་འདུག་པ་ནགས་ལ་ཤིང་བསྐྱོད་དུ་འགྲོ་ཞེས་པ་དང། རི་ལ་ཁྱུང་འཚོ་རུ་འགྲོ་ལྟ་བུའི། ནགས་དང་རི་གཉིས་ཀྱི་ལ་དོན་ནི་ལས་སུ་བྱ་བ། ལྷ་འདི་ཡི་ནི། རྐང་པ་རེ་རེའི་ནང་ལ། དང་པོ་དེ་ནམ་ཡིན་གཉིས་པ། གཉིས་པ་དེ་ནམ་ཡིན་བཞི་པ། དེ་ཧ་ཅང་གི་ཡག་པོ་གཅིག། བོད་ཆོས་སྒོའི་ནང་དུ་སངས་རྒྱས་ང་རང་གི་ལྟ་བུས་ནགས་དང་རི་གཉིས་ཀྱི་ལྷ་སྟོན་ནི་གནས་སུ་བྱ་བ་དང། སྤྱོད་དང་ཚོགས་གཉིས་ཀྱི་ལྷ་སྟོན་ནི་སྒོ་ཕྱི་ཡིན་པར་བསྟན་ཡོད། དེས་ན་ཆེད་དུ་བྱ་བའི་ལྷ་སྟོན་ནི། བྱ་ཚིག་ཞིག་གིས་མཐར་སྦྱར་དགོས་པ་དང།

བྱ་ཚིག་གཅིག་གི་མཐར་ལ་སྦྱར་ནས་དེའི་འོག་ལ་ཡང་བྱ་ཚིག་གཅིག་འགོག་དགོས་ཡོད། བྱ་ཚིག་མཇུག་མ་དེ་བྱ་ཚིག་དང་པོའི་ཁྱད་དུ་ཡིན་པ་གཅིག་ཡས་འགོག་དགོས་ཡོད། ཡང་ཡང། ཡིན་ན་ཡང་དེ་ནི་བྱ་ཚིག་གཅིག་གི་གཞུག་ལུས་སྦྱར་ཡས་དེ། བྱེད་པ་པོ་ལས་དང་ཡང་གི་བྱེད་ལས་ཡིན་ན་འདྲ་བྱ་ལས་ཡིན་ན་འདྲ་དེ་གཉིས་གཉིས་གང་རུང་གཅིག་འགོག་གི་རེད་མ་གཏོགས་སྡེ་པ་དང་གུར་ཚིག་དང་དགག་སྒྲིག་གུར་ཚིག་སོགས་ཀྱི་མཐར་ལ་ཡང་ཡང་འགྲོ་མི་ཤེས་པ་དེ་ཡང་ཤེས་དགོས་ཡོད། དེས་ན། དེ་འདྲ་ཡིན་ཙང་ལས་སུ་སྦྱར་བའི་ལ་དོན་དང་ཁྱད་དུ་སྦྱར་བའི་ལ་དོན་གཉིས། ཕན་ཚུན་འཁྲུག་གཞི་མེད་པ་ཡིན། མོ་ནི་བྱས་ན་དེ་གཉིས་བག་ཚུད། ནོར་དགོ་ཡག་གི་རྒྱུ་མཚན་འདྲ་པོ་ཟག་ནས་མི་འདུག་དེ་ཡིན་ན་ཡང་ད་ནི་གཅིག་གི། ས་གནས་ཁ་ཤས་ལས་ད་སྐབས་འགར་ཡིན་ན་གཅིག་གི་ད་ནམ་ཡིན་བཞི་པ་དང་གཉིས་པའི་སྐོར་ལ་ད་རྫོགས་རྒྱུ་མེད་པའི་གཅིག། བཤད་རིགས་བྱེད་འདོད་ཡག་ཅིག་རེ་བ་དེ་ནི་ད་ཡང་འཐེན་མ་འཐེན་མང་པོ་ཞིག་བྱེད་འདོད་ཡག་ཅིག་འདུག་ད་འདི་ལ་ད་དགོས་པ་རྒྱུ་མཚན་གས་གས་མི་འདུག་ང་རང་གི་ལྟ་སྟངས་ཀྱིས་ནི་ཡིན་ན་ཡང་ད་ནི་ད་མ་ཤེས། གཅིག་གི་གཙང་མ་གཅིག་ད་ནི་ཕ། ཕུ་ཐག་ཆོད་པ་འདྲ་པོ་གཅིག་བྱུང་ན་ད་ཡག་རེད་རེད་བ། མིན་ན་སྣི་ཡ་ནི་དེ་ཞིབ་ཏུ་བརྩམ་མོ་ད་ནི་ཁོ་གཉིས་གཏན་ནས་མི་འདྲ་བ་གཉིས་རེད་རེད་བ། དེ་འདྲ་ཡིན་ས་དེ་ལས་གཅིག། བཙོག་ནི་རྫོགས་རྒྱུ་མེད་པ་དགོས་ཡག་གི་རྒྱུ་མཚན་མེད་པའི་སོར་གཅིག་རེད་བ་གྲུ་བཞི་མེད་པ་ཡིན། དེ་ལྟར་མིན་པར་བྱ་བ་གང་ཞིག་གིས་བྱ་བའི་ཡུལ་ལ་ཕན་ཐོགས་ན་དགོས་ཆེད་དུ་ཕན་ཐོགས་མེད་ལ་ལས་སུ་བྱ་བ་ཡིན་ཞེས་བརྗོད་པ་དེ་གའི་ཐོག་ཏུ་མགོ་འཁོར་བསྡད་ན། དེ་འགལ་འདུ་དང་རྙོག་འཛིང་ལས་ཐར་བའི་དུས་མེད་དོ། ད་ལྟ་དེ་མ་ཡིན་པ་བྱས་ནས་རེད་བ།

ཁ་ཞེ་གཅིག་བཀོད་ནས་རྒྱལ་བ་ཀོ་བ་ལེན་བདེ་བའི་ཆེད་དུ་ཁྱད་པར་འབྱེད་བདེ་བའི་ཆེད་དུ། ཧྲེ་ནི་ད་རྣམ་དབྱེ་བཞི་པའི་བསྟན་བཅོས་དངོས་སུ་བགྲོས་ཡ་འདིར། གཤམ་དུ་རྣམ་དབྱེ་བཞི་པ་ཆེད་དུ་བྱ་བའི་དཔེ་སྣ་ཚོགས་པ་འགའ་ཞིག་བཀོད་ན་འདི་ལྟར། གཞན་ལ་ཕན་ཐབས་སུ་འབད་བརྩོན་བྱེད་དགོས། ད་འདི་ཡི་ད་ག་རེ་གཞན་ཟེར་དེ་ད་བྱ་བའི་ཡོད། ལ་ལ་དོན། ཕན་བདེ་དེ་ནི་བྱ་བའི་དོན་གྱི་ཡོད།

ས་ལས་གང་བབས་དཔོག་རུ་ངེས་པར་དུ་འགྲོ་དགོས། སྐུ་མགྲོན་འབོད་དུ་བཏང་བ། རུང་ཁང་དུ་ཆུ་བསྐོར་ལ་ཕྱིན། རུང་ཁང་ཟེར་ཡ་དེ་དག་འདུར་བའི་སྐབས་ཀྱི་སྐད་ཆ། ཡིན་ན་དགེ་འདུན་པའི་དག་ཆུ་བསྐོལ་ས་དང་བྱ་བསྐོལ་ས་བྱ་ཁང། ཐབ་ཚང་ལ་ཟེར་གི་ཡོད་རེད་རུང་ཁང་དུ་ཆུ་བསྐོར་ལ་ཕྱིན། རིག་གནས་སློབ་དུ་སློབ་གྲྭར་བསྐྱོད། ལན་སྤྲོད་དུ་མངགས། དགེ་རྒན་སློབ་ཁང་དུ་སློབ་ཚན་འཁྲིད་པར་ཕེབས། ལས་དྲག་པར་སྨན་མཐོང། ཤིང་སྤྱོད་དུ་སྟ་རེས་བརྡར། ཡི་གེ་འབྲུལ་བར་སྙི་གུ་ཉོ། སྲོག་སྐྱོབ་ཏུ་གྲོགས་འདྲེན། ཙན་དན་གྱི་ཚབ་ཏུ་ཤུག་པ་བྱེད། མུར་གྱི་དོད་དུ་འབྲུ་ཕུལ། འབྲུ་རིན་དུ་མར་སྤྲད། འབྲས་སྐྱོན་དུ་གྲོ་མཇལ། ཞིང་སེར་ལོ་ཏོག་སྐྱེ་བར་ཆུ་གྲང། མུན་པ་སེལ་བར་སྒྲོན་མེ་སྤར། འབྲོང་གི་ཆེད་དུ་ཟས་གཡོས། མཛེས་པའི་ཕྱིར་དུ་རྒྱན་གྱིས་བརྒྱན། བདེ་བ་འཐོལ་པའི་སླད་དུ་ལས་ལ་བརྩོན། གཟུགས་ཁམས་བདེ་བའི་དོན་དུ་ལུས་ཚིར་སྦྱངས་བཏབ། གོང་དུ་བཀོད་པའི་བྱ་བའི་དོན་གྱི་ཡུལ་དངོས་སུ་ཚིག་ཟུར་དུ་ཡོད་པའི་རྣམ་དབྱེ་ཞུས་པའི་དཔེ་བརྗོད་རྣམས་ལ། སྔོན་དང་ད་ལྟའི་འགྲེལ་བཤད་མཁན་ཕར་མོ་ཆེའི་དགོངས་པ་གཅིག་མཐུན་ཡིན་པར་སྣང་ཡང། ད་ལྟ་རིགས་དེ་ངས་གོང་དུ་བཀོད་པའི་དཔེ་བརྗོད་འདི་རྒྱུད་ལྟར་འདུག་ཟེར་ཅེ་ན་ད་རྩོད་མེད་རེད། ཨ་རག་དེ་ནང་ཡོད་ཞེས་པའི་དཔེར་བརྗོད་མ་རེད་ཟེར་མཁན་གཅིག་ད་གཟོད་ཡང་མི་ཡོང་བ་ཞིག་རེད། དགོངས་པ་གཅིག་མཐུན་ཡིན་པར་སྣང་ཡང། མི་མཐུན་པའི་རྐྱེན་ཕྱིན་ཆད་དང། བྱ་བའི་དོན་གྱི་ཡུལ་དངོས་སུ་ཚིག་ཟིན་དུ་མེད་པའི་རིགས་དེ། ད་རྩོད་པ་ཡོད་ས་དེ་གཅིག་ད་ལྟ་མི་གཅིག་ས་དེ་ག་རེ་རེད་ཟེར་ན་རྩོད་པ་ཟེར་ཏེ་རྩོད་ཆོག་རེད་འཛི་གང་ཡོང་དེ་ད་ད་ལྟ་མི་གཅིག་ས་དེ་ལོ་ཏོག་ལ་ཆུ་འདྲེན་ཟེར་ཏེ་ཞིང་ལ་ཆུ་འདྲེན་ཟེར་སློང་མོ་བ་ལ་བཟང་སྦྱིན་སོགས་དེའི་དཔེར་བརྗོད་རྣམས།

གཞན་པའི་ཚིག་སྦྱོར་གྱི་འགྲོས་ལ་བལྟས་ན་ན་མི་གཉིས་པའི་དཔེར་བརྗོད་དང་འདྲ་བ་ཡིན། རེད་བ། ཆོས་ལ་བཟང་པར་ཚུགས་ཟེར་སློང་མོ་པ་ལ་སེམས་ཅན་ཟེར། དེའི་དབང་གིས་དཔེར་བརྗོད་འདི་རིགས་ལ། ལ་ལས་ན་མི་གཉིས་པ་དང་ལ་ལས་ན་མི་བཞི་པར་ངོས་བཟུང་སྟེ། རང་ཉིད་ལ་གོ་བ་གཏིང་ཚུགས་པ་ཞིག་མེད་པའི་ཁ་ལ། སློབ་མ་ལ་སློབ་ཁྲིད་བྱེད་སྐབས་སུའང་གཅིག་གྱུར་གྱི་ངོས་འཛིན་ཞིག་མེད་པར། འདི་ཡིན་དེ་མིན་གྱི

དེ་འདྲི་བྱས་ནས་འགྲེལ་བཤད་བརྒྱབ་ཡོད་རེད། ཨ་དེ་ལ་ཁ་ཅིག་ན་རེས་ཁྱོད་ཀྱིས་ར་བ་མི་ཁ་ཤས་ཤིག་གཟིགས། ཆུ་འདྲེན་པའི་བྱ་བ་དེ་ཞིང་ནང་གི་སྐྱེ་དངོས་རྣམས་སྐྱེ་བ་དང་རྒས་པ། སྨིན་པ་བཅས་ཀྱི་ཆེད་དུ་ཡིན་ནམ། ཞིང་ས་སྟོང་པའི་ཆེད་དུ་ཡིན་ཟེར་ཁ་ཆད་དྲན་ན། ད་ལན་ག་རེ་རྒྱག་གི་རེད། དང་པོ་ལྟར་ན། ཞིང་ལ་ལ་དོན། ཞིང་ལ་ལ་དོན་སྦྱར་བ་ཙམ་ལས། དགུ་པར་མངོན་སུམ་བྱ་བའི་དོན་གྱི་ཡུལ་སྐྱེ་བ་དང་རྒས་པ་སྨིན་པ་བཅས་ཀྱི་ཆེད་དུ་ཡིན་པས།

འོ་ན་ཞིང་ས་སྟོང་པར་ཆུ་དྲངས་ཀྱང་དེ་ལ་རྒུད་པ་དང་ཕན་གནོད་མི་འབྱུང་བས་ཆུ་འདྲེན་སྲིབ་བྱ་བའི་ཡུལ་ཙམ་བསྟན་པ་ཡིན་པས་དེ་ནི་འབེན་ལ་མདའ་འཕངས་ཞེས་པ་དང་ཁྱད་མེད་པར་གྱུར་པས་དཔེ་གཉིས་ཀ་ལས་སྲིབ་བྱ་བའི་དཔེར་གྱུར་པ་ཡིན། མ་རྟ་གདུགས་སུ་གཉིས་པ་དང་བཞི་པའི་གར་སའི་སྐོར་ངོས་འཛིན་བྱེད་ཕྱོགས་སྐོར་ལ་ང་རང་གིས་ལྟ་སྟངས་བཤད་ཀྱི་ཡོད་ར་གྱུར་བ་ཡིན། རྒྱུ་མཚན་དེས་ན་རྒུད་བྱེད་ཀྱི་དོན་ནི་ཆེས་ཆེར་ལས་དོན་དེ་བཞི་དེ་རེད་བ། ཀྱི་སྒྲ་དངོས་སུ་ཡོད་པའམ། དེ་བཞི་དེ་སྒྲ་དངོས་སུ་ཡོད་ན་མ་རིག་བཞི་པ་ཡིན་པ་དེ་ལྟར་རྩོད་མེད་རེད་བ། ཡང་ན་བྱ་བའི་དོན་གྱི་ཡུལ་སྲིད་བཟུང་དུ་ཡོད་དགོས་པ་ཞིག་ཡིན་པར་སྨྲས་ན། ད་ལྟའི་ང་རང་གི་ལྟ་ཚུལ་དེ་ལ་ལམ་ཡུལ་བཞི་པ་གོ་ཆེད་ཡིན་པའི་བཞུགས་སྒོ་དེ་ལ་ཆེས་ཆེར་ལྷའི་དོན་བཞི་སྒྲ་ཡོད་པ་དེ་བཤད་མ་དགོས་བ་ཅིག་དེའི་གང་ན། དེ་ནས་ཡང་ན་ན་བྱ་བའི་དོན་གྱི་ཡུལ་སྲིད་བཟུང་དུ་ཡོད་དགོས་པ་དཔེར་ན་ཤིང་གཅོད་དུ་སྟ་རེ་སྒྲར་ཟེར་ཡང་འདྲ་བ། ཚིག་ཟིན་དུ་ཡོད་དགོས་པ་ཞིག་ཡིན་པར་བཤད་ན། མེད་ན་འཁྲུལ་གཞི་གང་ཡང་མེད་པ་དང་ཟིན་གང་ཟིན་མགོ་འགྲོ་ས་གི་གཞི་འདྲ་པོ་གས་མི་འདུག། དེ་མིན་ཤིང་ལ་ཆོས་འབྲེལ་ཤིང་ལ་ཆོས་འབྲེལ་སློང་མོ་བར་གཟན། གཟི་བྱིན་སོགས་དགོས་ཆེ་ཡིན་ཡང་ཤིང་དང་ཤིང་ནང་གི་སྐྱེ་དངོས་རྣམས་སྐྱེ་བ་དང་རྒས་པ་སྨིན་པ་རྣམས་སྡུད་པ་དང། དེ་བཞིན་སློང་མོ་བར་གཟན་སྦྱིན་པའང་དེའི་བཀྲེས་སྐོམ་བསལ་བའི་ཆེད་དུ་ཡིན་ཡང་དེ་གཉིས་སྡུད་པར་འདོད་ན། འོ་ན་རྣམ་དབྱེ་ཞེས་པ་དགོས་ཆེད་ཀྱི་དཔེ་ལ་གཉིས་ཏེ། བྱ་བའི་དོན་གྱི་གཞིར་དང། ཆེད་ཕྱིར་སླད་དོན་རྣམས་མ་བསྡུས་པ་ཞིག་དང། དེ་ནི་བསྡུས་པ་ཞིག་སྟེ་རིགས་གཉིས་སུ་དབྱེ་དགོས་པ་ཡིན། ད་ལྟའི་དོན་མེད་ཀྱི་ཡང། ཟེར་བ་ཆེད་ཕྱིར་སླད་དོན་མ་ཟེར་ད་འདིའི་གར་ཟེར། བྱ་བའི་དོན་གྱི་གཞིར་བསྡུས་པའི་དོན་ལ་རྣམ་དབྱེ་བཞི་པ་ཟེར་ཡ་གཅིག་སྟེ་བྱ་བའི་དོན་གྱི་གཞིར་མ་བསྡུས་པའི་རྣམ་དབྱེ་བཞི་པ་ཟེར་ཡ་གཅིག། ད་མགོ་རྙོག་པའི་སྒང་ལ་ཉོག་རོགས་ཅིག་མ་གཏོགས་དེ་ནི་མི་འདུག་བསམ་གྱི་འདུག། དེ་འདྲ་ཡིན་ཙང་ཁོ་བོ་ནི་ཆེད་ཕྱིར་སླད་དོན་གྱི་སྒྲར་དངོས་སུ་ཡོད་པ་དང་དེ་བཤད་མ་དགོས་པར་རྩོད་མེད་རེད་བ། བྱ་བའི་དོན་གྱི་ཡུལ་ཚིག་ཟིན་དུ་ཡོད་པ་རྣམས་བཞི་པ་དགུ་ཕྱེད་དང། དེ་ལ་བཞི་པ་དགུ་ཕྱེད་ཟེར། དེ་མིན་བྱེད་པོ་གང་གིས་བྱ་བའི་ཡུལ་གཅིག་ལ་ཕར་བྱ་བ་བྱེད་པའི་རིགས་རྣམས་ལས་སུ་བྱ་བར་བཞག་ན། ཕན་ཚུན་མི་འཆོལ་ཞིང། མི་འཆོལ་འཆོལ་བ་ཟེར་ནི་ནོར་བའི་དོན་དང་རེ་བ་བག་ཚོས་ནོར་མི་འགྲོ་ཡང། ད་འབྲུག་གཙང་མ་ཞིག་ཡོང་ཐུབ་པར་མ་ཟད་འབྲུག་གཙང་མ་ཟེར་དུས་ད་ཅིག་གི་སྤུས་དག་པོ་ཅིག་རེ་བ་ཐག་ཆོད་པོ་ཅིག། ས་མཚམས་འཇོག་ས་ཡོད་པ་ནི་ཞིག། སློབ་མ་གཅིག་ལས་ཁྲིད་ན་ཡང་འདྲ་རང་གི་བསམ་བློ་ཞིག་བཏང་ན་ཡང་འདྲ་གོ་བ་ཞིག་ལངས་ན་ཡང་འདྲ། འབྲུག་ཟ་མ་ཞིག་ཡོང་ཐུབ་པ་མ་ཟད། རང་གི་དངུལ་འཛིན་དང་སློབ་མའི་ཁྲིད་སྐབས་སུའང་གཞི་འཛིན་ས་ཞིག་ཡོད་ཚེ། ད་གཏམ་དཔེ་ལ་བོད་ཀྱི་གཏམ་དཔེ་ལས་ཁ་ཤས་པགས་པ་གངས་ཐན་ཐན་ཟེར་བ་ཞིག་ཨོར་བ་ཞེས་པའི་དཔེ་རུ་མ་སོང་བ་ཞིག་བཏགས་སོང། ད་དེ་འདྲ་ཞིག་གི་གཞི་འཛིན་ས་ཞིག་མེད་ན་ཨ་ནི་དེ་ནི་རེད་ཟེར་དུས་མ་རེད་ཟེར་མ་རེད་ཟེར་དུས་རེད་ཟེར། ད་དེ་ཅིག་ཡག་ཤོས་ན་ཡག་ཡིན་པའི་བསམ་འགྲུབ་མ་ཤོས་ན་མ་ཡིན་པའི་བསམ་འགྲུབ་ཅིག། ད་དེ་འདྲའི་ཞིག་ཆགས་འགྲོ་གི་རེད་བ་ཞིག་དང། དོན་གྱིས་གོ་བ་ལེན་ཕྱོགས་ལ་མི་འཐད་པ་གང་ཡང་མི་འབྱུང་སྙམ་ཡང། དེ་ང་རང་གི་དོན་དུ་ད། མི་སྒེར་གྱི་བསམ་བློ་ཞིག་ཏུ་ཡིན་ཡང་འོས་མིན་ཚེ་འདི་འདི་འགྲིག་དང་མི་འགྲིག་ད་ཟེར་ནས་སྐྱོན་ལྡན་དག་གི་དཔྱད་པར་འཛར། ད་ནི་དྲང་པོ་དྲང་བཞག་ཡིན་མཁན་གྱི་དག་གིས་པར་རྫིག་ད་ཁྱེད་ང་རོ་ན་ད་ང་ན་འགྲིག་གི་རེད། དེ་ལྟར་ངས་ཚེ་ལས་སུ་བྱ་བའི་ལ་དོན་ནི་གང་ཡང་རུང་བའི་མིང་རྐྱང་ཞིག་གི་མཐར་འཇུག་པ་དང། ད་དེ་འདྲའི་ཡིན་ཚར་རེ་བ་དེ་འདྲའི་ངེས་པ་ཡིན་ན། ད་ནང་མི་གཉིས་པ་ནས་སུ་བཅའ་བའི་ལ་སྟོན་ཟེར་ཡ་དེ། ད་མིང་གྲངས་ཤིག་གི་མཐའ་ལ་འཇུག་པ་དང། ཆེད་དུ་བཅའ་བའི་ལ་སྟོན་ཟེར་ཡ་དེ་རེད་བ། བྱ་ཚིག་ཅིག་གི་མཐར་རམ། ཡང་ན་ཆེད་ཆེར་ལ་སྟོན་གཞན་མཐར་འཇུག་པ་ཡིན་པས་དེ་གཉིས་ཀྱི་དབྱེ་བ་འབྱེད་བདེ་བ་དང། སྤྱིར་ཡང་གོང་དུ་བཀོད་པའི་རྩོད་མེད་ཀྱི་རྣམ་དབྱེ་བཞི་པའི་དཔེ་བརྗོད་དག་ལ་ནི། གཙང་ཁུག་གི་སྐད་དུ་ལྟད་མོ་བལྟ་ལ་འགྲོ། ད་འུ་ཚང་ཁམས་གསུམ་གྱི་སྐད་ལ་དབྱེ་ཞིབ་བྱེད་ཡོང་དུས། དེ་ལྷ་དོན་འདུས་ལགས་ཀྱིས་ནམ་ཡིན་ཞུས་པ་ལས་ཕལ་སྐད་ཀྱི་ནང་ལ་ཤེས་གསལ་གཙང་གི་འཁོར་ལོའི་གཅིག་པོ་ལས་འདུག་མི་ཚེ་དབུས་ལས་ཡས་མི་འདུག་ཁམས་ལས་ཡས་མི་འདུག་ཨ་མདོའི་ས་ཆ་ལས་ཡས་མེད། རེད་བ། གཙང་འཁོར་གྱི་སྐད་དེ་སྐད་ཀྱི་ནང་ལས་ཡིན་ན་ལྟད་མོ་བལྟ་ལ་འགྲོའོ། ཁས་ལེན་ལ་འགྲོའོ་ཟེར་ཡས་མེད་མོད། ནམ་ཡིན་ཞུས་པའི་རྐྱེན་ལ་ལ་ཡིག་སྦྱར་སྲོལ་ཡོད་པ་ཙམ་ལས། མདོ་ཁམས་དབུས་གསུམ་གྱི་ཡི་གེ་ཕལ་མོ་ཆེའི་ནང་དུ་དེ་ལྟར་བཤད་སྲོལ་མེད་པ་ཙམ་མ་ཟད། ཡིག་ཐོག་ཏུའང་བྱ་བའི་དོན་གྱིས་ཡོད་ལ་ལ་ཡིག་སྦྱར་བ་ནི་མཐོང་དཀོན་པ་ཡིན། འོ་དེ་རིང་ད་ལྟ་རེའི་གོང་དུ་ནང་མི་གཉིས་པའི་སྐབས་སུ་ལ་ཡིག་དེ་ཧ་ཅང་ཁྱབ་ཆེན་པོ། འཇུག་པ་ཁྱབ་ཆེན་པོ་ཡིན་པ་ཞིག་ངས་བཤད་པར་བྱ། ད་ཡིན་ན་ཡང་ད་ནང་མི་བཞི་པའི་སྐབས་ལ་སླེབས་ཡོང་སྟེ་ད་འཇུག་པ་དེ་ཡང་དེ་འདྲི་ཞིག་རེད། ནང་མི་བཞི་པ་ལ་དེ་ནི་ཕལ་སྐད་ཀྱི་ནང་ན་སྟག་ཚང་གི་ཕལ་སྐད་ལ་དེ་འདྲི་ཞིག་ཡོད་པ་མ་གཏོགས་ནི་གཞན་གྱི་ཕལ་སྐད་ལ་མེད་པ་ཞིག་རེད། དེས་ན་ལས་སུ་བྱ་བའི་སྐབས་སུ་རྨུ་ཟིན་པ་ལྟར་ལམ་མེ་ཉིད་པའི་རྐྱེན་ལ་ཡིག། ལམ་མེ་ཉིད་པའི་རྐྱེན་ལ་ལ་ཡིག་འཇུག་པ་ཁྱབ་ཆེ་བ་དང། དགུ་བྱེད་ཀྱི་སྐབས་སུ་ནི་བཤད་མ་ཐག་པ་ལྟར་ལ་ཡིག་གི་འཇུག་པ་ཁྱབ་ཆུང་བ་ནི་ཐབས་མངོན་སུམ་གྱིས་གྲུབ་པས། ད་དེ་འདྲ་ཡིན་ན་ཐེབས་མངོན་སུམ་གྱིས་གྲུབ་པ་ཞིག་རེད་ཡིན་དེ་འདྲ་ཡིན་ཙང་མཐའ་གཅིག་ཏུ་ལས་དང་ཆེད་དང་དེ་གཉིས་དང་དེ་གཉིས་ཟེར་སྐབས་ལ་འདྲ་ཡིན་སྲིད་ད་ཅི་གི། འདྲ་མཉམ་དང་རེ་བ། ད་ཅི་གི་ཆ་སྙོམས་དགོས་དོན་ནི་དེ་ཆེས་བྱ་དུས། ད་ལྟ་ཁ་དོན་གྱི་ཡང་རང་བཞིན་ལ་དོན་གྱི་རྐྱེན་ཐམས་ཅད་ལས་སུ་བྱ་བ་སོགས་དོན་ལྔ་ལ་ལ་ཡིག་དང་མཚུངས་པར་འཇུག་གོ་ཞེས་སྨྲས་ན། ནི་དེ་གཉིས་ཀྱི་དོན་ཙམ་མ་ཟད་དེ་གཉིས་ལ་དམ་ཅིག་གོ་མ་རེད་ཟེར་བཤད་མཁན་ཅིག་ཡོད་རེད་པ། ད་དེ་དེ་འདྲའི་ཡང་དེ་གཉིས་ཀྱི་དོན་ཙམ་མ་ཟད་གོང་མུ་ལྟར་ལས་སུ་བྱ་བ་དང་བྱེད་དུ་བྱ་བའི་སྐབས་སུའང་ལ་ཡིག་གི་འཇུག་པ་ཁྱབ་ཆེ་ཆུང་ཇི་རིགས་པ་ཞིག་ནི་ཡོད་རེད་ཡོད་པ་དེ་ཤེས་དགོས་ཀྱི་ཡོད་རེད། དེས་ན་སུམ་ཅུ་པའི་རྩ་ཚིག་གི་དགོངས་དོན་འདི་ག་འདྲི་ཞིག་རེད་ཟེར་ན་རེ་བ། ལ་དོན་རྣམས་མེད་སོ་བྱ་བ་སོགས་དོན་ལྔ་བོ་ཕལ་ཆེར་ལ་མཚུངས་པར་འཇུག་པ་མང་བའི་དབང་གིས་དེ་ལྟར་གསུངས་པ་ཡིན་པའི་གོ་བ་དེ་བླངས་པ་ཡིན་ན། ད་དངོས་དོན་དང་མཐུན་དགོས་དོན་ཆེ་གི་རེད་བསམ་གི་འདུག་ལ་དེ་ང་རང་གི་བསམ་ཚུལ་ཕྱིན་ན།